ད་བཀའ་ཁྲིའི་དབང་བསྒྱུར་གྱི་དུས་རབས་དེ་གའི་ནང་ལོགས་ལས་ཕ་ཤི་ཡ་ལས་དང་པོ་དབང་བསྒྱུར་མཁན་གྱི་རྒྱ་བོད་རྒྱ་རབས་དེ་ལས་ར་ཤི་བདུན་བཀའ་ལ་པིཏི་སེ། Kala Pitise། ཡིན་བ་འདི་རྒྱ་བོད་ཡིན་པ་གང་ཞིག་ལས་ཁ་ཆེ་གི་སྟོན་པ་མོ་ཨ་མོ་ཏི་གི་འཕྲེད་ཁ་ལས་འདས་མཁན་ཆུ་སྲིན་གཉིས་ཀྱི་བདག་པོ་འདྲ་བོ་ཅིག་བྱུང་འདུག་བ་ད་དེ་འདྲ་ལ་ཟེར་དགོས་ཟེར།

དེ་གའི་དམག་གི་སོད་ཨ་ར་པའི་ནི་ཇི་ལྟར་སོད་དེ་ནི་ཡང་དག་ཡོང་བར་བ། ང་ཚོ་བོད་ཀྱི་ཆུ་འགྱངས་གི་ནང་ལོག་ལས་མ་མཁན་ཡོད་དུ་དེ་ནི་ཀླ་ཀློས་རྒྱུ་ཐོག་མ་ད་ཇི་ཇི་མ་མ་ཟེར་ད་དེ་སོག་གི་ད་འབྲེལ་བ་ཆགས་གི་ཡོད་རེད། དེ་ནས་སྤྱི་བཏང་གི་རྒྱ་གར་གི་བར་དུ་ལུས་ཚུར་སྐྱ་སྐྱེས་འདུག་མི་ཐུག་གཉིས་འདི་གས། ཡིན་ན་ཡང་ཁོ་རང་གཉིས་སྐབས་སུ་ཞི་བའི་ཤུགས་ཆེན་པོ་རྒྱ་གར་ལས་ཤུགས་ཀྱིས་ཐེབས་ཐོབ་མེད་ཡིན་ས་རེད་ཁ་སང་རྒྱ་གར་གི། སྲིད་སྒེར་གྱིས་རྒྱ་གར་ལས་ཤུགས་ཀྱིས་མདའ་བཙན་འཛུལ་བྱེད་འོས་ཀྱི་རྒྱ་རི་དམར་བཀྲ་ངན་དུས་འོག་ར་ཤི་བདུན་བཀྲ་ངན་མདའ། ཁོ་རང་གི་རྒྱ་ས་དེ་དེ་རེད་ཤག་སོ་ཏི་ཨ་ར་བི་ཡ་གི་མན་དི་ནཱ་ཟེར་ཡ་དེ་ས་ཆ་དེ་རྒྱ་ས་གཅིག་ཡིན་མདའ། ད་ཆོས་ལུགས་ཁ་ཅིག་ཡིན་པ་ཤེས་མ་དགོས་པ་ཅིག་སྐད་ཡིག་དེ་ཁ་ཅིག་སྐད་ཡིག་ཅིག། ད་དེ་གི་རྗེས་མ་དེ་ཨུ་མ་ཡ་དི་རྒྱ་རི་བསད་དེ་རེད་ཤག། ད་ནོ་ངས་ཨུ་མ་ཡ་དེ་དང་ཨུ་མ་དེ་ཡ་ཟེར་དེ་ཁ་ནོར་ལྷི་ཟེར་དེ་རེད། ད་འདི་རྒྱ་གར་ནང་ལོགས་ལ་ཤུགས་རྐྱེན་ཐེབས་ནས་རྒྱ་གར་ལ་ཁ་ཆེ་ཐོག་མ་པས་ཡོང་གིན་འདི་ཡིན་ས་རེད་བསམ་གི་འདུག་ཁ་སང་རྒྱ་གར་གི་རྒྱ་རིགས་ནང་ལོགས་ལ་ཕྱི་ལོགས་ནས་བཙན་འཛུལ་བྱས་ནས་རྒྱ་གར་ལ་དེ་བྱེད་མཁན་གི་ཕྱི་ཡི་རྒྱ་ཁབ་བསྒྲང་ཡོང་གིན་འདི་གཅིག་བསྒྲང་སོང་ཨ། འདི་བསྒྲང་བའི་མང་ཚད་ཀྱིས་འཛམ་བུ་གླིང་ལ་དབང་བཞུད་རྒྱ་ཆུང་ཆེ་གེའུ་དབང་ཆུང་ཅན་གྱི་རྒྱ་ཁུ་ལྔ་ཡོད་རེད་ཟེར་ཁ་སང། དང་པོ་འདི་སོག་པོ་རེད་ཟེར་ཡོང་དུས། གཉིས་པ་དབྱིན་སྐད་བཅས་གསུམ་པ་འདི་ར་ཤི་ཡ་བཅས་བརྒྱད་པ་འདི་སི་པན་བཅས་ལྔ་པ་འདི་དི་མདི་རེད་ཤ་སི་ལ་ཡིན་པ། འདི་སི་ལོ་གཅིག་སྟོང་ཡན་ཆད་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་དི་ཁོ་རང་རེད་ཤ་ཨོ་མ་ཡ་དི་སེ་དི་ཁ་ཆེ་གི། ད་འདི་ཡ་ཀ་ལེ་ཕུ་དི་ཡིན་ཚ་དུས། ཁ་ཆེ་གི་སྟོན་པའི་རྒྱ་ཚེབ་དང་རྒྱ་པོ་གཅིག་གྱུར་བྱེད་མཁན། དེ་ཚེ་འཁོར་ལོའི་རྒྱ་བུ་བརྒྱ་སྟོང་བཅུ་བརྒྱད་ཐ་མ་བྱུང་ལ། ཁོ་རང་གི་རྒྱ་ས་དེའི་ལྟེ་བ་དེ་དེ་རེ་ཞིག་དེང་སང་གི་སི་རི་ཡ་ཟེར་གྱི་ཡོད། མ་སྐྱབས་ནང་འཁྲུག་ཅིག་ད་དེང་སང་ཚང་མས་གོ་གི་རེད་སི་རི་ཡ་གི་རྒྱ་ས་དེ་མེ་སི་ཁི་ཟེར་དེ་རེད་ཤག། ཞེ་སྡང་ངས་འདི་རྒྱ་ས་གཙོ་བོ་རེ་རེ་དང་གཉིས་རེ་ཚང་མ་ཐུབ་ལ་མི་ཁ་ཤས་ཀྱིས་རྒྱ་རབས་རེ་རེ་ལ་བོད་ནང་འདི་ཡིན་ན་རྒྱ་ལོ་བཅུ་བརྒྱད་འདུག་བ་རྒྱ་ས་མང་པོ་སྤོ་ཞིག་དེ་དེའི་ནང་ལོགས་ནས་རྒྱལ་ས་སྨྱུག་རོང་ཤོད་དུ་ག་བ་གཅིག་ཡོད་པ་དེ་ཚོ་བདམས་པ་ཡིན། ཡང་ཁ་ཤས་ཀྱིས་ནི་ཡང་རྒྱལ་ས་མ་བུད་བ་དེ་འདྲ་ཡང་འདུག་ཁ་ཤས་ནི་རྒྱལ་རབས་གཉིས་སོང་གི་རྒྱལ་ས་གཅིག་ཡིན་འདོད་པ་དེ་འདྲ་ཡང་འདུག་ཁ་ཤས་ནི་རྒྱལ་རབས་གཅིག་རྒྱལ་ཐོག་གསུམ་བརྒྱད་ཡོད་ན་ཡང་རྒྱལ་ས་ཁ་ཤས་བུད་བསྡད་པ་དེ་འདྲ་ཡང་འདུག་བ། དེ་ཡིན་དུས་གཙོ་བོ་དེ་བདམས་པའི་ཁུལ་བྱེད་དུས། འདི་རྒྱལ་ཐོག་བཅོ་བརྒྱད་ཀྱི་རྒྱལ་ས་ལྟེ་བ་དེ་སི་རི་ཡ་གི Damascus ཟེར་ད་ལྟ་ཡང་སི་རི་ཡ་གི་རྒྱལ་ས་རེད་དེ། ད་ཆུ་ལོག་ནི་ཀོ་ཁ་ཆེ་གེ། སྟོན་པའི་རྒྱལ་ཚབ་ཡིན་ཚ་དུས་ཤེས་མ་དགོས་བ་ཅི། ད་ནི་སྐད་འདི་ཕ་ཤེས་ཡག་གེ་ཡི་ཅི། ད་འདི་ལས་དབྱེ་བ་དེ་ཕྱི་དགོས་ག་རེད་ཟེར་ན། ཨ་མ་ཡ་དེ་ཁོ་རང་རང་གི་རྒྱ་རེ་མར་ཁྲིད་ཡོང་དུས་ཁོ་རང་འགོ་བཙུགས་ཡོད་དེ། ཕྱི་ལོ་དྲུག་བརྒྱ་དྲུག་ཅུ་རེ་གཅིག་ནས་བདུན་བརྒྱ་ལྔ་བཅུ་གི་བར་དུ་ཟེར་ཚུལ་ལོ། རྒྱ་གར་གི་ཁ་སང་འདི་བགྲངས་ཡོང་དུས་འགོ་བཙུགས་ཡོད་དེ། བདུན་བརྒྱ་བཅུ་གཅིག་ནས་བདུན་བརྒྱ་ལྔ་བཅུ་བར་དུ་ཟེར་ཡོད་རེད། དེ་ག་རེད་ཤག་བལྟ་ཡོང་དུས། རྒྱ་གར་ལས་ཤུགས་རྐྱེན་ཐེབས་པའི་དུས་ཚོད་དེ་ནི་རྒྱ་གར་གྱི་རྒྱ་རི་ནོར་བརྩིས་ཡོད་ཟེར་བ། རྒྱ་གར་ལས་ཚོ་མ་ཉར་བའི་སྔོན་གྱི་དུས་བརྩིས་ཡོད་ཟེར་མ་རེད་དེག་ཆད་པ་རེད་ཤག། ད་དེ་གི་འོག་ལས་ཡང། ཁ་ལྕེ་སྟོན་པས་རྒྱ་ཚེར་དང་རྒྱ་པོ་གཅིག་ཆོག་གི་རྒྱ་རབས་གཅིག་བྱུང་ཤག། ཨ་བྷ་སི་ཏར་རྒྱ་རབས་ཟེར་ཅིག། ཨ་བྷ་སི་ཏཱ་སེ་ཡ་ཏི་ཕྱི་ལོ་བདུན་བརྒྱ་ལྔ་བཅུ་ནས་དགུ་བརྒྱ་ཡི་བཅུ་ཞེ་དྲུག་གི་བར་དུ་བྱུང་འདུག་དེའི་གི་རྒྱ་ས་དེ་ད་དེང་སང་དབྱི་རག་གི་བྷག་དཱ་ཟེར་བ་དེ་ཡིན་ས་རེད་བསམ་འདུག་ཁོག་གི་རྒྱ་ཁྱོན་དེ་སྔོན་མ་ཨུ་མ་ཡ་ཏི་ལི་ཞི་རག་གི་མ་ཆུང་རུ་འགྲོ་འདུག་དེ་རྩ་བའི་སྐོར་ཞི་རག་གི་ཆེན་པོ་རེད་ནི་བྷག་གི་ལི་བི་ཡ། Israel དང Libya ནི་བཅས་ནས་ཚུ་རྒྱ་གར་གི་བར་དུ་བདེ་ཆགས། ཆོས་ནི་བདག་ཁ་ཅན་ཡིན་པ་ཤེས་མ་དགོས་བ་ཇི་ཁ་ཅན་ནང་ལོག་ནས་སོག་ནས་དེ་རེད། དེ་ནས་སྐད་ཕ་ཤི་ཡ་སྐད་ཁ་ཆེ་སྐད་དེ་ཡིན་པ་ཤེས་མ་དགོས་བ་ཅི། འདི་ཡ་རྒྱ་གར་གི་ཤེས་གི་བཙན་འཛུལ་བྱས་པའི་རྒྱ་རི་ནོར་ལ་བསྒྲགས་མི་འདུག། ད་ལྟའི་ཨ་བྷི་སི་ད་ཟེར་ཡ་དེ་དང་ཨོ་ན་ཡ་དེ་དང་དེ་གང་གི་ར་ཤི་དུས་ན་ཟེར་ཡ་གི་རྒྱ་རི་དེ་གསུམ་དེ་ཡང་ཕ་ཤི་ཡར་ད་སྟག་གཟིག་གི་རྒྱ་རི་ནོར་བགྲང་གི་ཡོད་མ་རེད་ད་ཁོ་ཚོས། ཡིན་ན་ཡང་དེ་མ་བགྲང་བ་ཡིན་ན་སྟག་གཟིག་གི་རྒྱ་རི་དེ་ཤེས་ཡོང་དུས། ལོ་བཞི་བརྒྱ་ལྔ་བརྒྱ་ཀྱི་སྟོང་པ་ལྷག་འགྲོ་གདོང་བྱས་ཙང་དེ་ངས་ཡང་ཁ་གསབ་བྱས་ནས་བཅུག་རྒྱལ་བ་ཡིན་གོ་བ་ལེབ་ཡར་འཆི་བ་ཡོད་རྒྱུ་རེད་བསམས་སོང། ད་དེ་ནས་ཕ་ཤི་ཡར་ཟེར་དགོས་ར་གི་ད་ང་ཚོ་སྟག་གཟིག་སི་ལ་ན་འགྲིག་གི་འདུག་སྟག་གཟིག་གི་རྒྱ་རི་འབྲུག་པ་དེ། ས་དམར་ནི་རྒྱལ་རབས་སའི་གཏེར་ཡིན་ལ། དེ་གའི་དུས་ཚོད་དེ་ཕྱི་ལོ་བརྒྱད་བརྒྱད་བཅུ་དགུ་ནས་དགུ་བརྒྱ་དགུ་བཅུ་གོ་དགུ་གི་བར་དུ། དེ་གའི་རྒྱལ་ས་དེ་དེང་སང་གི་ཨོ་ཛི་བེག་སི་ཐང་ཟེར་གྱི་ཡོད་རེད་བ། ད་ལྟ་དབྱི་རང་གི་ཞང་ཤེས་མཚམས་ལ་ཕ་གཅིག་འཁེལ་ཡོད་རྒྱུ་རེད་ད་ཨབ་གྷ་ནི་སི་ཐང་གི་ཞང་ཕྱོགས་དོག་གཅིག་འཁེལ་ཡོད་རེད།

ཡར་ཕར་ལོགས་སུ་ཐོན་ཚར་ཞིག་སྐབས་དེ་དུས། རྒྱ་སྤུ་འདྲ་བ་དེ་རྒྱ་ལྷོག་འདྲ་བོ་གཉིས་ཚུད་ཀྱིས་བྱུང་འདུག་ད། ཁོག་གི་ཆུ་ལུད་དེ་ཁ་ཆེ་གཅིག་པོ་རེད་མི་འདུག་ཁ་ཆེ་ཡང་གཅིག་ཡེ་ཤུ་ཡང་གཅིག་ནང་པ་ཡང་གཅིག། ཚང་མ་འདྲ་སེ་འདྲེས་སེ་འདྲ་རྒྱ་སྤུ་ཁོ་རང་ཡིན་ན་རིན་མེད་འདྲ་བོ་གཅིག་ནས་ཆ་ཁོང་གི་ག་ཚད་ཡོད་ན་དེ་གནས་ཆུ་བོ་འདྲ་བོ་གཅིག་བཟོས། དེ་འདྲའི་རྒྱུ་བསྡད་ཡོད་ས་རེད། ངས་ནི་སྐབས་དེ་དུས་རྒྱ་གར་ནས་ཡིན་ན་ད་ནང་པ་གིས་དེ་འདྲའི་ཤུགས་ཀྱིས་ཆེ་ཤོས་པཱ་ལགས་རྒྱ་རུ་ཁ་ཐུག་ཁིག་འདུག་ཨ། པཱ་ལགས་ཀྱི་ཞི་དྲག་གི་བར་ཡང་པཱ་ཀི་སི་ཐན་ནས་བར་ཤུགས་རྐྱེན་ཆེན་པོ་ཡོད་ས་རེད། ད་དེ་གི་འོག་ལས་ས་ཕཱ་རི་དང་རྒྱ་རབས་ཟེར་གཅིག་བྱུང་ཤག་ད་གཟིགས་རྒྱ་རབས་བདུན་པ་དེ་ལས། ཁོ་རང་གི་དུས་ཚོད་དེ། སྤྱི་ལོ་བརྒྱད་བརྒྱ་དྲུག་ཅུ་རེ་གཅིག་ནས་གཅིག་སྟོང་ཚིགས་བར་དུ་བརྩིས་འདུག་ཨ།

དེ་ཡག་རྟགས་གཟིགས་ཀྱི་རྒྱ་རིགས་ནི་ཁོ་ཚོ་དྲན་གི་མི་འདུག་གང་ལྟར་ཡང་དེ་མ་དྲངས་བ་ཡིན་ན་ལོ་དེ་ཕྱེད་འགྲོ་གི་འདུག་དེ་ཡག་བཅུག་དུས་གུ་རིས་དེ་རྒྱ་རིགས་ཟེར་ཡས་དེ་ཕྱི་ལོ་བརྒྱད་བརྒྱ་བདུན་ཅུ་དོན་དགུ་ནས་གཅིག་སྟོང་ཉིས་བརྒྱ་བཅོ་ལྔ་གི་བར་དུ་བྱུང་འདུག་ཨ་རྒྱ་ས་དང་ཨབ་གྷི་སི་ཐན་ལ་བྱེད་ཨ་ནི་དབྱི་རང་ཚང་མ་འདི་དབང་བསྒྱུར་བྱེད་ཚོད་ཀྱིས་རྒྱ་གར་གི་ཞང་ཞུང་ནས་ཀྱི་བང་ལ་སྡེ་ཤི་བར་དུ་གཏོགས་འདུག་ཨ། དེ་ལས། རྒྱལ་པོ་བཅུ་བདུན་སྐྱོང་བྱ། འཁོར་བ་དང་པོ་འདི་ནང་པ་རེད་འདུག་སྟེ་རྗེས་སུ་ཁ་ཆད་ཀྱི་ཆུ། ཆགས་སུ་འདུག་རྒྱལ་པོ་རྗེས་མ་དེ་ཚོ་སྟེ། བྱས་ཙང་ད་འདི་གི། རྒྱ་གར་ནང་ལོག་གི་ནང་པའི་ཆོས་དེ་ཚོར་ངས་བལྟས་ཚེ་གནོད་བྱེད་ཅི་ཡོད་རྒྱུ་རེད་བསམ་འདུག། གོ་སླ་དུས་འདི་བབ་པ་ཟེར་གྱི་ཡོད་ར་ད་མོ་ནང་པ་ཡིན་དེ་ནས་ཁ་ཆད་བྱོས་བ་ཡིན་ན། ཕ་རྗེས་དེ་ལས་ལའོ་རྒྱག་མ་རེད། མཐའ་མ་དེ་གཅིག་སྟོང་ཉིས་བརྒྱ་བཅོ་ལྔ་རེད་འདུག་ད་གཅིག་སྟོང་ཉིས་བརྒྱ་བཅོ་ལྔ་ལ་རྒྱ་གར་ནང་ལོག་ལོས་བསྟན་པ་ལ་དགའ་ཚལ་ཡིན་ཉམས་ཆག་སོང་ཡོད་མེད་དེ་ང་ཚོས་བལྟ་ཡག་རེད་ད་དེ་སྐྱིད་སྟངས་འདྲ་མི་འདྲ་འདུག་ཨ། རྩ་བའི་ད་མ་བསྟན་པ་ཉམས་བསྡད་གི་ཡོད་ས་རེད་དེ། ད་ནག་ལེན་འདྲ་འདི་གི་རྦད་དེ་རྩ་གཏོར་བཏང་འགྲོ་ཡ་དེ་གཅིག་སྟོང་ཉིས་བརྒྱ་ནང་ལོག་ལོས་རེད་དེ་ད་ཉིས་བརྒྱ་ག་དུས་ཡིན་བཅོ་ལྔ་ཡིན་ཉེར་བཞི་ཡིན་སུམ་ཅུ་ལོ་ཡིན།

ཁ་སྐྱེད་ཀྱི་དབང་བསྒྱུར་ཤེས་ཡོང་དུས་ལྡི་ལི་སུ་ཏཱ་ན་ཏི་ལྟར་སྤྱི་རྒྱའི་སུ་ཏཱ་ན་ཏི་བ་ཞིག་ཤེས་ཡོང་དུས་ལྡི་ལི་སུ་ཏཱ་ན་ཏི་ཟེར་དུས་ཀྱི་ནང་ལོགས་ལས་ཨ་ནི་མམ་ལོག་དང་ཀ་ལི་རྗེ་དང་ག་རེ་ད་ཁ་ཤས་ཅིག་ཡོད་ང་རྗེས་བརྗེད་ཟིན། དེ་ཚོ་ད་མམ་ལོག་རྒྱ་རབས་དང་ཨ་ནི་ཀ་ལི་རྗེ་རྒྱ་རབས་དེ་ཚོ་དེ་རེད་ཟེར་ཁ་ཤས་ཤིག་འདུག་གོ། ད་ག་འདི་ཁོ་ཚོ་གི་རྒྱུད་པ་དེ་གིན། རྒྱ་གར་ནང་ལོག་ལ་ནང་པ་རྩ་གཏོར་རྦད་དུ་རྩ་གཏོར་བཏང་རོགས་གིན་དེ་ཁོ་ཚོ་དྲང་རེད་འདུག་ཨ། ད་དེ་ནི་ཕ་ཤི་ཡག་གི་རྒྱ་རབ་རྒྱས་པ་སེམས་འཇུག་རྒྱ་རབ་དེ་རེད་ཤག། སེམས་འཇུག་སྟེ་ཁ་སང་རྒྱ་གར་ནང་ལོག་ལ་ཕ་རྒྱས་ཡོད་ས་མེད་སང་ཞིག་ད་ང་དྲན་གི་མི་འདུག་སེམས་འཇུག་རྒྱ་རབ་གི་རྒྱ་ས་ཐོག་མ་ད་ཡི་རང་རང་རེད་ཤག་དེ་ནི། ཏུར་ཀི་མེ་ནི་སྟན་བསད་དེ། ད་ལྟ་ཡི་རང་གི་ཤར་བྱང་གི་མཚམས་སུ་རྒྱ་ཁབ་ཅིག་ཡོད་རེད་བ། ད་བར་དུ་བ་ཚོས་སྤུས་ནས་རྒྱ་ས་ལས་ཐུ་མ་ཁ་ཤས་འདྲ་བ་སྤུས་ཤག། ས་ཡི་རྒྱ་ཁྱོན་འདི་ང་ཚོ་བོད་ཆོལ་ཁ་སོག་མིག་སྟེ་ཚི་ཆེ་འདྲ་བ་དེ་འདྲའི་གྱི་རེད་ཤག། ཨ་ནི་རྒྱ་སྤུ་དེ་རྒྱ་ཚོང་ཉལ་ཤི་ཐམ་པ་བྱུང་འདུག་བ་ད་ཆུས་དེ་ཁ་ཆེ་ཡིན་པ་ཤེས་མ་དགོས་བ་ཆེ་གེ་ཕ་ཤི་ཡ་ཆེ། དེ་ནས་སྟག་གཟིག་གི་རྒྱ་རབས་བཀོལ་བ་འདི། ཁ་བ་ར་མའི་རྒྱ་རབས་ཟེར་ཏེ་རེད་ཤག། དུས་ཚོད་དེ་གཅིག་སྟོང་གཅིག་བརྒྱ་ལྔ་བཅུ་ནར་སོང་ནས་གཅིག་སྟོང་ཉིས་བརྒྱ་གསུམ་སོ་བརྒྱད་ཀྱི་བར་དུ། རྒྱ་ས་དེ་དེང་སང་གི་སྤྱིར་ན་ཏུར་ཀི་མེ་ནི་སི་ཐན་ཟེར་གི་ད་དབྱི་རང་དང་ས་མཚང་རེད་དབྱི་རང་གི་ཡ་ཞང་དང་བ་གཅིག་ཡོད་རེད་དེ་རེད་འདུག་བ། ས་ཡི་རྒྱ་ཁྱོན་འདི་ང་ཚོ་བོད་དང་འདྲ་ཧོ་ཅེས། ཡི་རངས་ལྟེ་བ་ཅན་དེ་ནི་ཨབ་གྷན་སི་ཐན་ཏེ་ཚེ་ཏུར་ཀི་མེ་ནི་སི་ཐན་མ་བསྡོམས་པའི་དི་ག་ཚི་རེད་ཤག་སྔོན་མ་སེམས་སྐྱོང་ལས་ཁོ་ཞི་དྲག་གི་མ་ཆུང་ལ་འགྲོགས་ཤག་རྒྱ་བཟློ་འདྲ་བོ་དི་ང་སྐྱོང་ཞིག་ཆོས་ལུགས་འདི་དག་ཁ་ཆེ་ཡིན་པ་བྱས་སྐད་དེ་ཁ་ཆེ་སྐད་རྒྱག་ཡོད་ས་རེད་ཕ་ཞེ་ཡག་སྐད། ད་དེ་གི་རྗེས་ལ་ཡང་ལོ་ཉིས་བརྒྱ་སུམ་བརྒྱ་གྱིས་ཚང་གི་མི་འདུག་ཁོ་ཚོས་རྒྱ་ར་མི་དར་ལ། དེ་མ་ཚང་ཡོང་དུས་ལྟ་ཡོང་དུས། ད་སྐ་ས་ང་ཚོས་ཤེས་བསྡད་ཡ་སོག་པོ་ཀོ་དབང་བསྒྱུར་བའི་གི་དུས་ཚོད་དེ་རེད་འདུག། སོག་པོ་ཀོ་དབང་བསྒྱུར་དུས་ཕར་ཤི་ཡག་གི་ཤོག་དེ་ང་ཚོ་ཧུ་ལ་ཧུག་གི་དབང་བསྒྱུར་རེད་ཟེར་ལབ་ཡིན་པ་ཁོ་རང་གི་རྒྱ་ཁམས་གི་མིང་ལ་ཨལ་ཁ་ན་བཏགས་ཟེར། དེ་རྩ་བའི་སྐ་ས་སོག་པོའི་དབང་བསྒྱུར་སྐབས་སུ་གཅིག་ཞུས་ཟིན་པ་རེད་དེ་འདིའི་ནང་ལོག་ཞུས་བ་ཡིན་ན་རྒྱལ་ཁབ་ཀྱི་མིང་ལ་ཨལ་ཁ་ན་ད་བརྗེས། དུས་རབས་དེ་སྐྱིད་སྟོང་ཉིས་བརྒྱ་ལྔ་བཅུ་ང་དྲུག་ནས་སྐྱིད་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་གྱི་བར་དུ་བརྗེས། རྒྱ་པོ་འདྲ་བོ་དེ་སྔ་ཕྱི་བསྡོམས་པས་བཅུ་དགུ་ཚར་གཅིག། རྒྱ་ས་དེ། ཐོག་མ་དེ་ཡིན་ན་དབྱི་རང་གི་བྱང་ཕྱོགས་དུ་བ་མ་ག་མ་ར་ག་ཟེར་སྲིད་དེ་ར་རེད་འདུག་བ་ད་དེ་ནས་ཡ་མ་དབྱི་ར་དུ་བ་ཕག་ཚོ་ཕག་པོ་ཚོ་པོ་ཁ་ཤས་སྐྱེས་ཡོད་ས་རེད། ས་ཡི་རྒྱ་ཁྱོན་དེ། ཁ་སང་གཅིག་ཞུས་ཡིན་པ་དབྱི་རང་གི་གཙོ་བོ་གཅིག་དེ་ནི་དབྱི་རག་ཆབ་ཚང་གཅིག་སི་རི་ཡ་གཅིག་དེ་ནི་ཡག་གི་ཏྲ་ཀི་གཅིག་མཚོ་གི་ཨབ་གྷ་ན་སི་ཐང་གཅིག་པ་ཀི་སི་ཐང་གི་ལྷོ་ཕྱོགས་སྟེང་གི་ཚང་མ་གཅིག་ཨོ་དེ་འདྲའི་གི་ད་ཁ་སང་ང་ཚོ་སོག་པོ་གི་སྐབས་སུ་ཤེས་ཟིན་པ་དེ་རེད་ཨ་ཁོག་གི་ཆུས་དེ་རྩ་བའི་ཁོ་རང་གི་རྒྱ་པོ་ཁོ་རང་གི་ནང་ཆོས་གཅིག་ཡོད་ཟེར་བ་བོད་གི་ནང་ཆོས་དེ། ཨེ་ཨོལ་མང་ཆོས་སྡེ་ཚང་མ་དུ་ཁ་ཆེ་རེད་ཡོད་རོ། རྒྱལ་པོ་ཁོ་རང་གཙོ་གི། སོག་སྐད་དང་ནི་ཁ་ཆེ་སྐད་གཉིས་ཀ་བེད་སྤྱོད་བཏང་གི་ཡོད་ས་རེད། དེ་ཤེས་མ་དགོས་པའི་ཆེད་དེ་གི་འོག་ལས་ཏི་མོ་རི་ད་རྒྱ་རབ་ཟེར་ཡོད་ཀྱི་འདུག་དེ་ཡང་ཁོ་ཚོ་ཏཱ་ཟིག་གི་རྒྱ་རབ་ནི་བརྩི་གི་མི་འདུག་ཡིན་ན་ཡང། ཏཱ་ཟིག་གི་ས་ཁྱོན་དེ་སོག་པོའི་རྒྱའི་ལས་ཏི་མོར་གི་དབང་བཞུགས་འདུག། དེ་གའི་རྒྱལ་ས་དེ་དེང་སང་ཡིན་ན་ཨོ་ཛི་བེ་ཀི་སི་ཐང་ཟེར་གྱི་རང་གི་བྱང་ཕྱོགས་དང་ཨབ་གྷ་ནི་སི་ཐང་གི་བྱང་ཕྱོགས་ལ་ཡོད་རེད་བ། ཨོ་ཁོ་རྒྱལ་ས་འདྲ་བ་འདི་དེ་ར་རེད་ཤག་ས་མ་ཁང་སི་ཐན་དུ་ཀྱི་ཤུལ་ཡིན་པ་དེ་ག་རང་རེད་ཤག་དེ་ནི་ཡེ་དེ་གའི་ཡེ་རང་བར་དུ་ལ་དབང་བཞུར་ལྕགས་པོ་འདྲ་བ་དེ་བཅོ་ལྔ་བྱུང་ཆུས་དེ་ཁ་ཆེ་ཆེ་དེ་ཁ་ཆེ་རང་རེད་ཤག་དེ་མུར་དེ་ནི་སྐད་དེ་ཡང་ཁ་ཆེ་སྐད་བེད་ཤུ་ཐང་ངོས་ཟེར་རེད་བ། དེ་ཡང་ཁོ་ཚོ་སྟག་གཟིག་གི་རྒྱ་ར་ངུ་འདྲ་ངུ་མི་འདུག་དེ་ཀའི་འོག་ལས། ཨོ་ཏྲོ་མན་རྒྱལ་རབས་ཟེར་དེ་ཡོང་ལོ། དེ་ཀའི་དུས་ཚོད་དེ་སྐྱིག་སྟོང་ཉིས་བརྒྱ་དགུ་བཅུ་གོ་དགུ་ནས་སྐྱིག་སྟོང་དགུ་བརྒྱ། ཉལ་ཁི་རྩ་བཟང་པོ་བརྩིགས་འདུག་རྒྱ་ཐོག་དེ་ལ་སྐྱོད་བྱེད་ནི་ཆོས་དུ་ག་ཆེ་རེད་ཤག་ཀེ་འདི་ལྟར་སྐྲ་ཀེ་ཁི་ཀེ་ཟེར་དེ་རེད་ཤག། ཚང་མ་གིས་ད་ལྟ་ཡི་རང་དུ་སྟག་གཟིག་ག་ལག་ཤོར་ན་དེ་ལ་དབང་བསྒྱུར་ཡོད་མ་རེད་དེ་ལྟར་རྒྱ་ཐོག་ཁ་ཤས་ཀྱིས་ཀྱིས།

བཅུ་ནི་གཅིག་ནས་གཅིག་ཏུ་བདུན་བརྒྱ། སུམ་ཅུ་སོ་དྲུག་གི་བར་དུ་བཞག་འདུག་འདི་གའི་རྒྱ་ས་དེ་དེང་སང་གི་དབྱི་རང་གི་ས་ཕ་ཧིན་ལགས་ཀྱི་མིང་འདྲ། ཁ་ཅིག་གི་མིང་འདི་གའི་ལ་ཡ་ཁ་བོ་འདུག་ཨ། ས་ཆ་གི་རྒྱ་ཁྱོན་དེ་ད་དེང་སང་གི་དབྱི་རང་གི་ཚོས་འདྲ་བོ་གྱི་མ་གཏོགས་ཞི་དྲག་མེད་པ་ཆགས་འདུག་ཨ། རྒྱ་ཐོག་བཅུ་གསུམ་བཅས་ནི་ཆོས་ལུགས་ཁ་ཆེ་ཡིན་པ་ཤེས་མ་དགོས་པ་ཀྱི་རིགས་ཁོ་རང་ཚོ་གི་ཁ་ཆེ་ཕ་ཤེལ་གྱི་སྟག་གཟིག་གི་ཁ་ལག་ཁོ་ན་ད་དེ་རེད་ཤག་སྟག་གཟིག་གི་རྒྱ་རབས་བཅུ་གཅིག་པ་དེ་ཨ་ཕི་ཤ་རེད་ད་དེ་སྲིད་ལོ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་དྲུག་ནས་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་གི་བར་དུ་རེད་ནོ། དེ་གི་སྐྱ་ས་དེ་དེང་སང་ཡི་རང་གི་བྱང་ཕྱོགས་ཀྱི་མ་ཤ་ཏ་ཟེ་དེ་རེད་འདུག་ས་ཆ་གི་རྒྱ་ཁྱོན་དེ་སྔོན་མ་ལས་དེ་ཚིག་ཚུད་ཆེ་རུ་ན་བ་འགྲོ་ཡོད་ས་རེད་ཡིན་ན་ཡང་ཡི་རང་དང་ད་ལྟའི་ཡེ་ཀོག་དེ་དེ་ཚོ་མ་ཐུ་ཤི་ར་ས་ཁེལ་མི་འདུག་རྒྱ་ཐོག་གྲོགས་ཆོས་ལུགས་ཁ་ཅིག་སྐད་རིགས་ཕ་ཤེད་ཆེད་དེ་ནས་ཏཱ་ཟེ་གི་རྒྱ་རབས་བཅུ་གཉིས་པ་མཚན་རྟགས་ཀྱི་རྒྱ་རབས་དེ་སྤྱི་ལོ་གཅིག་སྟོ་བདུན་བརྒྱ་ལྔ་བཅུ་ནས་གཅིག་སྟོ་བདུན་བརྒྱ

ཁ་སྐད་ར་རྒྱ་རབས་དེ་ཕྱི་ལོ་སྐྱིད་སྟོང་བདུན་བརྒྱ་རྒྱ་བཅུ་བྱང་ན་ནས་སྐྱིད་སྟོང་དགུ་བརྒྱ་ཉེར་བཞི་རྩ་སྔགས་ཀྱི་བར་དུ་རེད་ཤག་དེ་རྒྱ་ས་དེ་ད་འདི་ཡི་རང་གི་རྒྱ་ས་ཁྲེ་རང་ཟེར་དེ་ག་རང་རེད་ཤག་རྒྱ་ཐོ་དུས་བཅུ་ལོ་ཁ་ཆེ་སྤྱི་སྐད་ད་གོ་བ་ཕ་ཤེ་སྐད་ར་ད་དེ་ནས། སྟག་གཟིག་གི་རྒྱ་རབས་མཐའ་མ་དེ་ཕ་ཧ་ལ་རྒྱ་རབས་ཟེར་དེ་རེད་ནོ། དེ་ཡི་སྤྱི་ལོ་སྐྱིག་སྟོང་དགུ་བརྒྱ་ཉེར་གྱི་རྩ་སྔ་ནས་སྐྱིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་བར་དུ་རེད་ཤག་རྒྱ་ས་དེ་ད་ལྟ་ཡི་རང་གི་རྒྱ་ས་ཁྲེ་རང་སེ་དེ་རང་རེད་བ། དེ་རྒྱ་ཁྱོན་དེ་ཡི་ད་ད་འདའ་གི་ཡི་རང་དུ་གྱི་བ་འདྲ་བོ་ཡིན་རྒྱུ་རེད། རྒྱ་པོ་མི་ཐོག་གཉིས་བྱུང་བ་རེད། ཆུ་ལོག་ཁ་ཆེ་ཆེ། སྐེ་ཕ་ཤི་ཡི་ཆེ་དེ་གི་དུ་གྱི་བ་རེད་བ། ད་འདི་ཡི་རང་གི་རྒྱལ་པོ་མཐའ་མ་དེ་བཙུགས་ཡོད་རེད། ཨེ། འདི་ལ་ག་ར་ཟེར་རེད། ཤ་ཡིན་ན་ཁྱི་ཟེར་བར་ལོ། རྒྱལ་པོ་འདི་ཤ་ཡིན་ན་ཁྱི་ཟེར་རེད། གཅིག་སྟོང་དགུ་བརྒྱ་བདུན་བཅུ་དོན་དགུ་ལོ་ཡི་རང་གསར་བརྗེ་བྱུང་བར་བ། ཡི་རང་གསར་བརྗེ་བྱུང་ནས། རྒྱ་རྒྱུད་མང་ཆེ་བ་ཅི་ཟེར་ཡོད་རྒྱུར་རྒྱ་བོད་ཁོ་རང་སྒེར་ལ་བོད་ཡིན་ན་སོག་སྡེར་བོད་ཡིན་ན་མ་བོད་ཟེར་བ་རིགས་ཡིན། དེ་ནས་བཟུང་སྟེ་ཡིད་རང་གི་རྒྱ་རྒྱུད་དུ་མེད་པ་ཆགས་ནས་ཡིད་རང་གསར་བརྗེ་བྱས་ནས་དེ་ནས་ཆེས་འོས་བསྡུ་འདྲ་གཅིག་གི་ཐོག་ནས་བསྐོ་ཡ་འདྲ་བ་གཅིག་བཟོས་བཟོས་རེད་བ། ཡིན་ན་ཡང་སྔོན་མ་རྒྱ་བོད་ཀྱི་དུས་ཚོད་ལས་ད་ཞི་དྲག་གི་དམ་དྲག་དང་དེ་ཆེ་ཆགས་ཡོད་ཟེར་བ། ཤག་གི་རྒྱལ་རབས་གཉིས་ཀྱི་རིང་ལ་སྤྱི་བཏང་གི་གོ་རྒྱ་རྒྱུད་བརྗེས་མི་ཐོག་ནས་མ་འཛིན་ཡོང་བའི་རྒྱ་རྒྱུད་ཆགས་ཀྱི་ཡོད་རེད་དེ། ཁྱེད་རང་གུ་ཡངས་འདྲ་བོ་ཡིན་ས་རེད་གོ། ཨ་ནེ་གཙོ་བོ་གཅིག་དེ་ད་ཁོ་ཚོ་ཆོས་ལུགས་ཀྱི་ཐག་ཤོད་པ་དེ་འདྲ་མང་པོ་ཞུ་ཆ་ཡི་རང་ནང་ལོག་ལ་རྒྱ་པོ་ཁོ་རང་བལྟས་ཚེ་རིས་མེད་འདྲ་བོ་ཆགས། ཨ་ནེ་ཨ་རི་དང་དབྱིན་ཇི་འདི་གི་ལ་བཀའ་བསྒོ་འགྲོ་བ་བྱས་དེ། ཨེ་ནི་མི་མང་དག་ཁ་ཆེ་ཐལ་ཆོལ་བ་དེ་ཚོས་སྣང་མ་འགྲོ་བ་བྱས་ནས། ཡི་རང་ས་གཅིག་གི་ནང་ལོགས་ལ་སྟག་ཁོག་སྦས་ཏེ་བོད་དགེ་བཟུན་འདུ་བ་ད་དེ་ནས་བཟུང་སྟེ་ཡི་རང་གི་རྒྱ་རྒྱུད་དེ་མགྱོགས་བྲི་བ་བརྩིགས་ཡོད། ད་དེར་ཕྱོགས་ཡོངས་ནས་ཤེས་ཡོང་དུས་ཕ་ཤེས་ཡག་གི་རྒྱ་རྒྱུད་དེ་ད་རབ་པ་བརྩིགས་ཡོང་འདུ་བ། ང་ཚོ་སྔོན་མ་ཕ་ཤེས་ཡག་ཟེར་མང་པོ་ཤེས་དེ་བ། ཕ་ཤེས་ཡག་ཟེར་ཡ་དེ། ད་ང་ཚོ་བོད་པ་གའི་སྟག་གཟིག་ཟེར་ཡ་དེ་རེད་ཟེར་གི་ཡོད་རེད། ནང་ངོ་མ་རྟག་གཟིགས་གོང་མ་ཟེར་ཡ་དེ་རྒྱ་ས་ཡི་རང་ལ་རེད་དེ་ནས་ཕ་ཤེས་ཟེར་གི་རེད་པ་སིང་ཡང་ཟེར་གི་རེད་ཅི་ཅི་ཟེར་གི་རེད་གཉིས་གཉིས་ཟེར་གི་རེད་ཟེར་མང་པོ་ཅིག་བཤད་སྡུག་ཡོད་ཨོ་ད་དེ་གིས་རྒྱ་རབ་དུ་མ་ཤེས་ཡོང་དུས་མགོ་ནས་མན་ཏྲི་ཡ་ནི་མ་ཤེས་ཡོང་དུས་ཕྱི་ལོའི་སྔོན་གྱི་ལོ་བདུན་བརྒྱ་ནས་མགོ་བཙུགས་ཡོང་དུས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་བར་དུ་ལོས་མ་རྒྱ་རབ་བཅུ་བཞི་ཤེས་གི་འདུག་ཨ།

ངོས་བཟུང་བ་ཡིན་ན་ཡང་ཏཱ་ཇི་ཀི་སི་ཐང་ཟེར་འདི་ཕྱི་རང་གི་རྒྱ་ཁབ་ཀྱི་ཆུང་ཆུང་ཤུལ་རེད་བ། དེང་སང་རྒྱ་ཁབ་ཀྱི་རེད་མ་གཏོགས་གནའ་སྔ་མོ་མང་ཆེ་བ་གཅིག་བོད་ནས་ཚུར་ཕ་ཤེས་ཡག་གི་ཚུར་དབང་བསྒྱུར་ཡོང་དུས། མང་ཆེ་བ་དེ་ཕ་ཤེས་ཡག་གི་ཆ་ཤས་ཆགས་འགྲོ་གི་འདུག་བ་གོ། མཚམས་མཚམས་རྒྱ་གར་ནས་ཕ་དབང་བསྒྱུར་ཡོང་མཁན་དེ་འདྲ་སླེབས་ཡོང་དུས། ཡ་རྒྱ་གར་གི་ཀུང་ཏོང་འདྲ་བོ་ཆགས། ཁོ་རང་རང་ཅེས་དེ་འདྲའི་རྗེས་ནས་ཡ་རང་བཙན་འདྲ་བོ་ཅིག་བསྡད་ཡོད་པའི་དུས་ཚོད་དེ་ཞི་དྲག་གི་ཉུང་ཉུང་ཡིན་ས་རེད། ཁོ་རང་ལ་ཡང་དཔོན་པོ་འདྲ་ཅིག་ཡོད་བ་དེ་ཁོ་རང་ལུང་པ་ནང་ལོགས་ནས་ཁོ་རང་རྒྱ་པོ་འདྲ་བོ་ཚིག་ནི་མ་མི་ཐུང་འདྲ་བཙལ་ཡོད་རྒྱུ་རེད་མ་གཏོགས་ཀི། རྩ་བའི་གི། གང་ལྟར་གཅིག་གི་ཁུངས་སུ་བཅུག་བསྡད་མཁན་ཅིག། སྟག་གཟིག་གི་རྒྱ་པོ་ཨ་ཁི་མ་ནི་དེ་ཡ་ནི་ཅན་ཡོང་དུས་ཏཱ་ཇིག་སི་ཐང་འདི་ཚོ་དེ་ཁོ་ཚོ་གི་ཕྱོགས་སུ་རེད་འདུག་བ། ཁོ་ཚོ་ཁོང་ཁྲོ་ཆགས་འགྲོ་གི་འདུག་ད། དེ་ནས་ང་ཚོ་ཨ་ལེག་ཛན་དྲེར་བསྡུས་ནས་ནོན་ན་ཨ་རྐྱང་རྐྱང་གྱི་ཨ་ལེག་ཛན་དྲེ་དུ་བ་ལ་ཐོག་མར་དུ་བ་ལོས་རེ་བ་ད་ཅི་བཤད་གཡུ་འབྲུག་ནང་ལོགས་ནས་ཐོག་མར་ཟིན་ན་ད་འགྲིག་དགོས་ཀྱི་མ་རེད་དེ། རྒྱ་གར་དང་པ་ཀི་སི་ཐང་ལ་ཡོང་དུས་ཁོ་དེ་ནས་མ་ཡོང་གི་འདུག་ཨ། དེ་ནས་ས་སི་ནས་རྒྱ་ར། དེ་གི་རྗེས་ལ་ཁ་ཆེ་དབང་ཕྱུག་གི་སྐབས་སུ་ར་ཤི་དུན་དང་ཨོ་མ་ཡ་དེ་དང། ད་འདི་ཚོ། ཚང་མ་གི་སྐབས་སུ་ཏཱ་ཇིག་སི་ཐན་དེ་ཁོ་ཚོ་ཕ་ཤི་ཡས་ནས་ཕར་སྟབས་བསྒྲིགས་ནས་སྟབས་གཅིག་ཏུ་ཁོ་ཚོ་དབང་བྱུས་བྱས་དེ་འདུག་བ། ད་རྒྱ་གར་གི་ཕྱོགས་ནས་བསད་ན་རེད་ད་ལྟ་ང་ཚོ་ཁུ་ཤིང་གི་རྒྱ་རྒྱུད་དེ་ཚོ་གི་ཕར་དབང་བྱུས་ཡོང་བ་དང་མོ་ཡོན་གི་ཨ་ཤོ་ཀ་འདི་ཚོ་གི་རྒྱ་བསྐྱེད་ཡོང་བའི་སྐབས་སུ་ཡང་ཁོ་ཚོ་གི་ཁྱབ་ཁོངས་ལའོ་ཅི་ཏེ་ནི་ཨ་དེ་འདྲས་ཀྱི་ཆགས་ཤག་སི། དེ་ཡིན་དུས་ད་ང་ཚོ་གི་ནོར་སྟག་གཟིག་ཟེར་དེ་དེ་སྤྱི་བཏང་གི་དུས་རབས་འདྲ་བོ་ཅིག་ག་རིགས་ཀྱི་དུས་ནས་བོད་པའི་ལམ་གོ་བཙུགས་ཡོད་མེད་དེ་ཧ་ཅང་གོ་བ་ཡིན་ན། དེ་ནས་དུས་རབས་དེ་ཕར་དགོངས་དྲིལ་ནས་ང་ཚོ་སྐབས་དེའི་ཡོད་ཚད་དེའི་དུས་སྟག་གཟིག་གིས་རྒྱ་བོད་སུ་རེད་ཤག་དེ་གིས་མངའ་ཐང་ག་སྲིད་པར་རྒྱ་སྐྱེད་ཤག་ཅིག་བལྟ་ཡོད་རེད་བ། བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་བཤད་སྟངས་ཅིག་ཡོད་རེད་བ་གཉའ་ཁྲི་བཙན་པོའི་སྐབས་སུ། འོ་ན་ཕྱོགས་བཞི་གི་རྒྱ་བོད་ཚོ་ལོ་བརྒྱ་བརྒྱབ་ཡོད་རེད་ཟེར་ཅིག། ཤར་རྒྱ་ནག་ལྷོ་རྒྱ་གར་ནོར་བདག་གཟིག་ཞང་གེ་སར་རེད་ཟེར་ཅིག། དེ་ནས་ཡང་ཁྲི་སྲོང་ལྡེ་བཙན་གྱི་ཡེ་སྒོ་དོར་རྗེས་ལ་ཡང་ཕྱོགས་བཞི་གི་རྒྱ་བོད་ཀྱི་རོགས་བརྒྱབ་པ་རེད་ཟེར་ཅིག། དེ་དུས་ཡང་བདག་གཟིག་ཅིག་ཡོང་གི་ཡོད་རོ། ཨོ། དེ་ཚོ་དེ་ལྟར་ང་ཚོ་མ། ཁ་ཐོར་ལ་བོད་ཀྱི་ལོ་རྒྱུས་བཤད་ཡོང་དུས་ཡང། འདིར་སླེབས་ཡོང་བར་བ་ཚིག་འདི་ཚོ་དེའི་སྐབས་སུ་ང་ཚོ་འགྲེལ་བཤད་བརྒྱབ་ན་ཡག་ས་རེད་བསམ་འདུག་ད་ད་ལྟ་རྒྱ་གར་དང་འདིའི་ཁ་ཆད་ཀྱི་པར་རོ་དེ་ནི་ང་ཚོ་བལྟས་ཚིག་ཞུ་བ་ཡིན་ན་རྒྱ་གར་གྱི་ནང་པ་ལོས་ད་བཀྲ་ཐི་མ་སོང་བའི་ཡིད་བྱུང་བ་དང་དེ་གིས་ཤེས་ནས་ཁ་ཆད་ཀྱི་གཏོར་སོང་བ་དང་མི་སྟེགས་པའི་གཏོར་སོང་བ་དང་ཐུ་བརྒྱབ་ནས་གཏོར་སོང་བ་དང་དེ་འདྲ་མང་པོ་བཤད་ཡོད་རེད་བ་ནང་རིང་འདྲ་འདི་ཚོ། ནི་མང་པོ་སྐྱེས། ཏུར་ཁ་གི་དམར་གྲངས་ནི་ལྟ་སོང་རེད་ཟེར་གྱི་ཡོད་རེད། ད་ཏུར་ཁ་ཟེར་དེ་ང་ཚོ་བོད་སྐད་དུ་གྲུ་གུ་ཟེར་དེ་ཡིན་ས་རེད། དབྱིན་ཇིས་ཀྱི་ད་ལྟ་སྐད་ལ Truckee ཟེར་གྱི་ཡོད་རེད་བ། Truckee ཟེར་དེ་རྒྱ་སྐད་དེ་ཕར་ཡོད་རེད་ད་དེ་ཡོ་རོབ་དང་ཨ་རབ་ཀྱི་བར་དུ་ར།

ཡང་རྒྱ་གར་ནས་ང་ཚོ་ཐད་ཀར་ཚུར་བཀྲ་བཀྲ་ནས་ནི་ཡང་ལྟོས་གོས་ཟེར། གང་ལྟར། ང་ཚོ་བོད་བར་གྱི་ལོ་རྒྱུས་ནང་ལ་གྲོས་གོས་ཟེར་ཡ་དང་ལྟོས་གོས་ཟེར་ཡ་འདི་ཚོ་དེ་གྲིག་པ་ཡིན་ས་རེད། སྒྲ་འདྲི་ས་དེ་གཅིག་ལུང་པ་ཁོ་རང་གི་མི་གི་ཁ་གི་ལ་བསྟིང་ནས་སྒྲ་འདྲི་གཅིག་འདི་རྒྱ་གར་གི་ཡི་གེ་ལ་བསྟིང་ནས་ཡ་སྒྲ་བརྗོད་ནས་ཟེར་ན་རེད་སྒྲ་འདྲི་ནི་མ་འདྲ་བ་གཉིས་ཆགས་སོང། འདི་འདྲ་ཡིན་ས་རེད་བསམ་འདུག། ད་ང་ཚོ་ཏོ་རུ་ཁང་གྲུ་དགུའང་སྤྲ་སྐྱིད་དེ་ག་འདྲ་རེད་ཟེར་ཡོང་དུས། ད་འདི་གི་སྤྲ་སྐྱིད་ཟེར་གྱི་ཡོད་རེད་བ། དེ་རེད་མི་འདུག་ན་ང་ཚོ་གནའ་སྔ་མོ་གི་གྲུ་དགུ་དང་ཏོ་རུ་ཁ་ག་ལ་བུད་ཡོང་ན་དེ། ད་དབྱིན་ཇི་རྣམས་བྲིས་བ་ཡིན་ན། གྲུ་དགུ་དང་ཏོ་རུ་ཁ་གཉིས་ཀ་ལ་སྤྲ་སྐྱིད་ཟེར་ཁྲིད་དགོས་རེད་བ། སྤྲ་སྐྱིད་དེ་ད་འདི་གི་སྤྲ་སྐྱིད་དེ་ཡིན་ས་མ་རེད། ད་སྤྲ་སྐྱིད་ཡང་སྤྲ་སྐྱིད་ཤི་ཟེར་གི་མི་རེད་དེ།

སྤྱི་ལོའི་དུས་རབས་སྔོན་ལ་ཡར་འཛུལ་བྱུང་བ་ཡིན་ན་བཀྲ་བགེགས་ཟེར་བ་དེ་བོད་དུ་རྒྱ་ནག་གི་བྱང་ཕྱོགས་ཧེ་རོང་རྐྱང་དང་འདིར་ད་ལྟ་སོག་པོ་ཕྱི་སོག་དང་ནང་སོག་ནས་ཡར་ཐོག་མའི་ཆ་ནས་དུ་བ་སྐྱེས་ནས་ཡར་གླེང་བའི་ཟུང་འབྲེལ་ཞིག་ཡོང་འདུག་ད་དེ་ནས་ད་ལྟ་ང་ཚོ་ཤིན་ཅང་ཡོད་པ་ད་འོག་ཏུ་བལ་གི་སི་ཐང་ཏཱ་ཇིའི་སི་ཐང་ཅི་ཅི་སི་ད་དེ་གི་རྒྱུད་ལ་སོག་པོ་དང་དེ་གི་རྒྱུད་ལ་བདེ་ཆེན་མཁན་གྱི་སྤྱི་ལོའི་དུས་རབས་ཡར་མར་དུ་བ་ལ། ད་དང་ཐོག་ང་ཚོ་སྤྲ་ཁའི་རྒྱ་ཁབ་ཟེར་དེ་ག་འདྲ་བྱུང་ཤག་ཟེར་ན་གནའ་སྔ་མོར་སྤྲ་ཁའི་དང། གྲུ་གུ་ཟེར་དེ་འདྲས་ཀྱི་སོག་པོ་གི་རྩྭ་ཐང་དང་བོད་ཀྱི་བྱང་ཕྱོགས་ལས་དེད་ཀྱང་བའི་གནས་སྐབས་སུ་ད་ལྟ་སྤྲ་ཁའི་གི་རྒྱ་ཁམས་དེ་རོམ་གི་ཁོངས་དུ་བརྩི་དགོས་བ། ཁོ་ཚོ་ཡོ་རོབ་གི་ཁོངས་དུ་བརྩི་དེ་རོམ། རོང་ཤ་རྣམ་གྲངས་གཉིས་བྱས་དུས་ད་ཤ་མ་བརྩི་བའི་རྒྱུ་རེད་བསམ་གི་ཚུལ་ཤར་ཤོག་ཡོད་རེད་བ། དེའི་ཚེ་ནས་ཡང་གྷི་རིག་གི་སྐབས་སུ་ཡང་གྷི་རིག་གི་ཁོངས་དོག་འདྲ་བོ་བརྩིས་ནས།

ཞོ་གཅིག་ཡ་མ་ཡ་ཤ་མ་ཤ་བྱས་ནས་དེ་བྱས་ཡོད་རོ། ད་དེ་གི་རྗེས་ཁ་སང་ང་ཚོ་ཤེས་བསྡད་ཨོ་ཀྲོ་མེ་རྒྱ་རབས་ཟེར་དེ། ཨོ་ཀྲོ་མེ་རྒྱ་རབས་ཟེར་དེ། ད་ཁོ་རང་མིག་གི་འབྱུང་ཁུངས་ལ་དེ་བོ་ད་ཏྲ་ཀི་ཞིག་མིན་འགྲོ་ཏྲ་ཀི་ཟེར་དེ་ཡིན་ཟེར། དེ་ཡིས་ད་ད་གི་ཏྲ་ཀི་གི་རང་ཤར་ཕྱོགས་དེར་འཕགས་བཙན་རྫུན་འདྲ་བོ་བྱས་ནས་དམག་བརྒྱབ་ནས་ད་དུ་བ་ལི་སྐོར་རྒྱ་ས་བཙོང་ནས་ནི་རྒྱ་ས་དེ་དེང་སང་གི་རྒྱ་ས་ཨི་སི་ཏམ་པུར་སིས་ཏིལ་བཙོང་ནས་ཡིན་ནི་ཁོ་ཀྲ་ཀི་སི་ཡ་གི་མིང་དེ་བཏང་རྒྱུ་རེད་འདུག་བ། ད་ད་འདི་ཆ་ལ་བྱས་ན་རྒྱ་ཁབ་ཅིག་གི་མིང་ལ་ཀྲ་ཀི་སི་ཐོ་ཡ་དེ་བཏགས། ཁོ་རང་རེད། ཨ་ནི་ཤིན་ཅང་ལ་ཤ་བཀྲ་གི་སེན་ལབ་ཡོར་མ་གཏོགས། བཀྲ་ཀི་སེ་ལབ་ཡོང་དུས་ད་ཁོ་རང་མ་གཏོགས་གོ་ས་ཡོར་མ་ད་ལྟ་སི་རི་ཡ་གི་བྱང་ཕྱོགས་ཡོ་རོག་ནི་མང་ཡོང་ས་དེ་རེད་འདུག་བ། ས་སྐྱི་བ་ཤི་ར་ཡོར། ང་སྐྱེ་འགྲོ་ཉུ་ཨི་སི་ཏམ་བུ་སི་སི་ཏི་ར། ཨོ་ཉི་མ་གསུམ་བཞི་གྱི་སྡེ་ཚོགས་འགྲམ་དེར་སྐྱི་བ་ཤི་བ་ཡོར་རེད། དེ་གི་ཁྱོད་ཕ་ཚིག་འཕར་སོང་བ་ནི་གི་རིག་རེད། ཨ་ནི་ཡ་ཐུ་ག་ཨི་ཕ་ཨི་ཏྲ་ལི་གི་རོམ་དུ་དེ་གི་ཐ་ཉོ་བ་ཡོར་བ། ཚོགས་ཀྱི་ཡོད་རེད་དེ་ར་ལས་ངོ་བོ་དེ་གི་གོ་གོ་བྱེད་ནི་ཁོ་ཚོ་ཆགས་ནི་ཡོད་རེད་དེ་འདྲའི་བྱེད་དེ་དེ་ད་ཡུག་ལོ་སྤྲ་གི་ཞིམ་རིགས་ཀྱི་གཅིག་སྟོང་ཉིས་བརྒྱ་དགུ་བཅུ་གོ་དགུ་ལོ་ལས་ད་ཡིན་ནི་སྤྲ་གི་ཟེར་གི་མིང་བཏགས་ནི་རྒྱ་ཁབ་དེ་ལས་ད་དེ་ནི་ཡིན་ནི་བྱུང་བྱུང་རེད་ཞིག་དེ་ཡིན་དུས་ད་ཁོ་རང་གི་རྒྱ་རྒྱུ་ད་དེ་སྤྲ་གི་ཞིམ་རིགས་ཡིན་རྒྱུ་རེད་མ་གཏོགས་རྩ་བའི་གི་ལུང་པ་དེ་ད་དེ་ད་མི་དམངས་འདི་དང་གནའ་སྔ་མོ་གི་ཡོ་རོབ་དང་རོམ་གྱི་དེ་འདྲའི་གི་རེད་འདུག་དབང་ཆ་བྱེད་མཁན་ཡང་རོམ་གྱི་རྒྱལ་རྒྱུད་དེ་འདྲ་ཚུད་ཡོང་དགོས་ས་རེད། དེ་ཙང་ད་དེ་ལབ་དུས་ངས་ག་ལབ་བར་ཟེར་ན་ང་ཚོ་རྒྱ་གར་ལས་ཏུར་ཁ་གི་དམག་དྲངས་ཚེ་དེ་ད་ནི་ཡིན་གཅིག་མིན་གཉིས་དང་ཐག་གི་སྐྲ་བྲེག་གི་དེ་ས་སྐྱ་དེ་རང་ག་ཕར་བསམ་བློ་བཏང་ཡོད་མི་འདུག་བ་དེ་ན་སོག་པོ་གི་ཕྱོགས་ནས་མར་ཡོང་ཆོག་གི་འདུག་ག་ནས་ཡིན་ན་ཡང་ལྷག་པར་དུ་ནུབ་ཡར་བྱང་ཕྱོགས་ནས་ང་ཚོ་བོད་ཀྱི་ནུབ་བྱང་གི་ཕྱོགས་ནས་འདི་མ་ཡོང་ཁེ་དེ་ཚོ་ལ་སྐྲ་སྐྱིལ་ཞིག་ལབ་དེ་འགྲོ། ཨེ་དེ་ནས་ཡང་ཕར་ཕར་སོང་བ་ཡིན་ན་སོག་པོ་ནས་མར་རྒྱ་ནག་གི་ཕྱོགས་ལ་རྒྱ་ནག་བྱང་ཕྱོགས་ལ་མར་ཐོག་འགྲོ་ཡ། ཨོ་དེ་འདྲའི་ཅིག། འགྲིག་སྐྱེས་ན་གཞུང་ནུབ་བ་ཟེར་ཡ་དང་ནི་སྐྲ་སྐྱིལ་ཞིག་ཟེར་ཡ་མི་རིགས་དེ་ཚོ་དེ་དུས་རིང་གི་ཆ་ནས་མེང་མ་འདྲ་བ་ཙམ་མ་གཏོགས་དོན་དག་དེ་གཅིག་པ་ཡིན་འདུག་མེ་འདྲ་བ་ཟམ་ས་འདྲ་བ་དཔེར་ན་ཆུ་འདྲ་བ་ཅིག་ཡིན་ན། ཁྱོད་ཁོ་རང་རྩ་བའི་གཅིག་ཡིན་པ་གང་གིས་ལུང་པ་སྟོད་ནི་མན་གྱི་རྟ་སྨད་ནི་མན་གྱི་རྟ། མོའི་མན་མ་འདྲ་བ་རྟ་འདྲ་བ་ཡོད་རེད་བ་འདི་འདྲ་བ་ཡིན་ནམ་མིན་ནམ་བསམ་ཡང་ད་དེ་འདྲའི་ཅི་རེད་ཞིབ་འདི་ཞིབ་ཕྲ་འདི་ངས་ཤེས་མ་སོང། ད་དེ་ང་ཚོ་བོད་ཀྱི་གྲུ་གུ་ཟེར་ལ་ཡོང་དུས་ནི་གྲུ་གུ་དང་མ་རྒྱབ་ཟེར་ད་མང་པོ་ཞིག་ར་ཡོང་དགོས་རེད་ཁྲི་སྲོང་ལྡེ་བཙན་སྐབས་དུ་བ་ནི་སྐབས་དེ་དུས་མ་ཞུས་ན་འགྲིག་ས་རེད་བསམ་དགོས།